ང་དངོས་གནས་ནང་པ་བསམ་བཞིན་པའི་ནང་ཚང་དང་བཅས་ཆོག་རེད། ནང་པ་བསམ་བཞིན་པའི་ཆོས་ཀྱི་སྟེང་ལ་སློབ་སྦྱོང་གང་དང་གང་འཚམ་བྱས་རེད། ཡིན་ན་ཡང་ཨ་ཧ་རེད་མ་མྱོང། ལོ་སུམ་ཅུ་བཞི་བཅུ་ལྔ་བཅུ། བཞི་བཅུ། ལྔ་བཅུ་ཟེར་ན་ཡ། ང་དངོས་གནས་སངས་རྒྱས་ཀྱིས་གསུངས་དེ་དཔེ་རེད་འདུག་བསམ། སྔས་མ། ཀྱི་ཚན་རིག་ཟེར་མཁན་འདྲ་དང། Greek གི Philosophy སེང་གེ་འདི་ཚོ་ལ་ཞེ་བོ་ཅི་ཧ་ལས་མྱོང། ཧ་ཅི་འདྲེ་འདུག་ཟེར། ད་ནི་ག་འདྲེ་མུ་གུ་ག་འདྲེ་ཅིག་ཁྲིད་ཡོང་ན་ནང་པ་སངས་རྒྱས་པ་བླག་གཏན་ནས་ཁེགས་མེད། མི་ཁེགས་ཐག་ཆོད་རེད། ཐག་ཆོད། གང་ཟག་སྤྱི་ཐན་རེད་ད་དེ། གང་ཟག་སྤྱི་ཐན། ད་ལྟས་ཡིན་ཟེར་ངས་ཨ་ཧ་མོ་མེན་ངོ་མ་དེ་ནི་དེ་ད་རུང་ཡིན་ན་མུ་མཐུད་ནས་ཡོང་གི་འདུག་དེང་སང་གི་བླ་མ་སྤྲུལ་སྐུ་ཞེ་དྲག་གི་སྒྲུང་ང་ཡོད་ས་རེད། གང་རེད་ཟེར་ན་སྔན་མ་གི་བླ་མ་དེ་ཚོ་དགོངས་པ་རྫོགས། ཡི་དེ་གི་ཡང་སྲིད་དེ་དཔེར་ན་དགོངས་པ་རྫོགས་ས་དེ་ཀོང་པོ་ལ་ཡིན་ན། དེ་ཡང་སྲིད་དེ་འཁྲུངས་ས་དེ་མ་གོ་འཇོ་འདྲ་དང་དེ་འདྲ་ལ་འཁྲུངས་རོགས་དེ་ཡང་དེ་ནས་ཆོས་ནི་འབྲེལ་བ་རྩ་ནས་མེད་ཆོག་དེ་འདྲ་གོ་སོང་བས།

གསོ་སྐྱོང་གནང་སྟངས་དེ་ཚོ་ལ་རིན་པོ་ཆེ་དེ་འདྲ་དགུང་ལོ་དྲུག་ཅུ་རེ་བཞི་གི་ཉམས་མྱོང་དང་ཆ་ཚང་དེ་འཛམ་བུ་གླིང་ཆ་ཚང་གཟིགས་ཡོད་དུས་དེ་ཚོའི་གི་ཉམས་མྱོང་ཐོག་ནས་འདི་གི་ལམ་ལུགས་འདི་ག་འདྲེར་དགོངས་ཀི་ན།
དྲི་བ་གནད་འགག་ཆེན་པོ་རེད། ཁྱོད་ཀྱི་དྲི་བ་དེ་དཔེ་གནད་འགག་ཆེན་པོ་རེད། ངས་སྐད་ཆ་དྲང་པོ་བཤད་ན། སྤྲུལ་སྐུ་འཚོ་སྐྱོང་བྱེད་སྟངས་དེ་དཔེ་མ་ཚིག་སྐྱོ་བོ་རེད། ངས་དེའི་སྐོར་དེ་ལ་བསམ་བློ་མང་པོ་བཏང་མྱོང། དཔེར་ན། ཕ་མ་ཡིན་ན་ཡང་དཔེ exciting ཞུ་བྱ་རང་སྤུ་གུ་དང་སྤྲུལ་སྐུ་བྱ་རོགས། དགེ་རྒན་དང་སྐུ་གོང་མ་གི་སློབ་མ་དེ་ཚོ exciting ཞུ་བྱ་ཁྲིད་གང་ལ་བྱ་དཔར་བརྒྱབ social media ན་ཡག་བཙུགས་མ་བཙུགས། དེ་ནི་སྤུ་གུ་དེས་སྤུ་གུ་གཞན་དག་སམ་མཉམ་དུ་ཅིག་ག་རེ་བཙུགས་པ་རེད་འབྲེལ་བ་བཅད། སེམས་ཆུང་ངུས་ཡག་དེ་འདྲ་ལ་བཞག་མི་དང་འབྲེལ་བ་མེད་པ་ཅིག་ག་ཚད་ཡིན་ན། ད་དངོས་གནས་བྱས་ན་སྤྲུལ་སྐུ་ཟེར་མཁན་དེ་སང་ཉིན་ད་ཉིན་མི་ལ་ཕན་ཐོགས་ཡ་ཞིག་བྱེད་དགོས་པ་རུ། མི་ལ་ཕན་ཐོགས་ཡ་དང་ཕག་ཞབས་མི་དང་མཉམ་དུ་འབྲེལ་བ་བྱས་ཙང་ནི་མ་ཤེས་མཁན་དེ་འདྲ་བཟོ་བཞག་གི་འདུག་བ། དེ་འདྲའི་ཞེ་དྲག་ཡོད་རེད། པད་མ་སྲིན་པོ་དེ། བྱས་ཙང་སྤྲུལ་སྐུ་འཚོ་སྐྱོང་བྱེད་ཡ་དེ་དངོས་གནས་བོད་པའི་ནང་ནང་ལ་སྤྲུལ་སྐུ་འཚོ་སྐྱོང་བྱེད་སྟངས་དེ་ཕྱོགས་གཅིག་ནས་བསམ་བློ་བཏང་ཡོང་དུས་གང་ན་ཕལ་ཆེར་ཕལ་ཆེར་དེང་སང་ཕྱི་རྒྱལ་ལ child abuse ཟེར་མཁན་གྱི་སྐད་ཆ་ཞིག་མི་འདུག་བས། ཕལ་ཆེར་དེ་ཡང་རེད་ས་རེད་བསམ་བསམ་དང་དེ་འདྲའི་ཧོར་ཟླ། རིན་པོ་ཆེ་སོ་སོ་སྒེར་ཡིན་པ་ཡིན་ན་སངས་རྒྱས་ཀྱི་བསྟན་པ་ལ་ཉེས་པ་བསྙད་དེ་ད་ངེད་ཅག་འགྲོ་ཅིག་རེད་བ་ཕྱིས་སུ་འདི་དངོས་ནི་སྤྲུལ་སྐུ་ཡང་སྲིད་ལ་གི་ཡོད་པ་ནི་རེད་སྤྲུལ་སྐུ་ལ་གི་ཡོད་པ་ཡིན་ན་དངོས་གནས་དྲང་གནས་དེང་གི་ཉེས་པ་བསྙད་དེ་ད་ཐག་རིན་པོ་ཆགས་དེ་ཡོད་ར་ཨ་འདི་པ་རུ་འདི་ལ་ཡང་སོ་སོ་རིན་པོ་ཆེ་ག་རེ་དགོངས་དགོས་ན་འདི་པ་རུ་འདི་ལ་འཁྲབ་བདེ་བ་འགྲོ་ཆགས་ཀྱི་ཡོད་ན།
འཁྲབ་ད་ང་འཁྲབ་བསྡད་ཀྱི་འདུག་བསམ་པའི་བསམ་བློ་དེ་སླེབས་ཐུབ་ན་ད་ཡག་པོ་རེད། ཞེ་དྲག་ཡག་པོ་རེད་ད་དེ། མང་ཆེ་བ་དེ་ཡང་དྲན་གྲོགས་བྱེད་མི་ཡིན་དྲན། ང་རང་རང་ཡིན་དྲན། དེང་སང་བླ་མ་སྤྲུལ་སྐུ་དེ་འདྲ་ངས་ཧ་གོ་གི་ག་ཤེད་ཅིག་ང་རང་རང་ཡིན་བསམ་ནས། ཇི་མ་ཇི་ལྟ་བ་དེ་མ་ཐག་པ་དེ་རང་ཡིན་བསམ་སྟེ་དེ་འདྲ་མང་པོ་ཡོད་རེད། ད་དངོས་གནས་ཡིན་ན་ད་འགྲིག་གི་བ་རེད། དངོས་གནས་མ་ཡིན། ཕ་མ་གི་ཡ་ཡིན་ཟེར་ལབ། སློབ་མ་འདྲ་པོ་དེ་ཚོ་ཡ་ཡིན་ཟེར་ལབ་རང་གི་ཡ་ཡིན་ལབ། མགོ་ཡ་གི། དེ་ནི་ད་ལྟ་ཁྱེད་སེམས་སུ་བཟང་པོའི་ཡོན་ཏན་དེའི་ནང་ནས་ཀྱང་བསྟན་པ་ལ་སེམས་ཁྲལ། སེམས་ཅན་ལ་བྱམས་སྙིང་རྗེ་ལས་རྒྱུ་འབྲས་ལ་ཡིད་ཆེས་ཟེར་མཁན་དེ་ཚོ་ནི་གང་ཡང་མེད་ཅོག་ཡིན་ན།

དེ་དངོས་གནས་ཕ་མ་རེད་ང་ཚོ་དགེ་རྒན་རེད་སྤྱི་ཚོགས་ཡོངས་རྫོགས་དངོས་གནས་བསམ་བློ་རྒྱ་ཆེན་པོ་ཞིག་བཏང་ན་མ་གཏོགས་ཅི་རེད་ཟེར་ན། མི་ཚེ་མི་གཅིག་གི་མི་ཚེ་དེ་ཡོངས་རྫོགས་ལ་ང་ཚོ་གི་ཤུགས་ཆེན་གཅིག་དེ་བས་ཡག་གི་ལས་འགུལ་གཅིག་སྤེལ་གི་ཡོད་རོ། བྱས་ཚེ་ཉེན་ཁ་ཚ་པོ་ཞིག་རེད་རེད་འདུག་ད་དེ་དཔེ་ཉེན་ཁ་ཚ་པོ་རེད་འདུག་ཁྱོད་ཀྱི་དྲི་བ་དེ་གི་ལན་ངོ་མ་དེ་ང་ཚོ་དགེ་རྒན་ཚོ། སློབ་སྦྱོང་སྤྲད་དུས་སེམས་པ་འདར་ཧྲི་ལེ་ལེ་སྤྲད་དགོས་ཟེར་ད་འདི་ངས་ང་མི་ཏིག་མི་བཟོས་ཏེ་ཁྲོ་ལ་བལྟ་གི་ཡོད་ཡིན་ན་ག་རེ་བྱེད་གི་ཡོད་ན་ཨོ་ད་འདི་ག་རེ་རེག་ཡོད་ན་བསམ་ནས་ངོ་ཤེས་ནི་མེད་རུང་ད་ཡིན་ན་ཡང་ད་ང་ཚོ་ག་རེ་འཇོན་གི་རེད་ཟེར་བསམ་པ་བཟང་པོ་བྱས་ནས་ག་ཚོད་ཡིན་ན་གཅིག་བྱས་ན་ཕན་འགྲོ་ན་ཅི་ཤེས་ཟེར་ད་དེ་རེད་ཟེར། མ་འོངས་པའི Generation དེ་ཚོ་གི་དོན་དག་ལ་སློབ་གྲྭ་ཡག་པོ་བཙུགས་ཡག་གི་རྨི་ལམ་ཡོད། རེ་བ་ཡང་དེ་ཡོད། Idea ཡང་དེ་རང་ཡིན། ངས་ད་ལྟ་གསུམ་ཀ་ཡོངས་རྫོགས་ཚུར། འདི་ལ་ཞེད་སྣང་སྐྱེས་མེད་ན། ཞེད་སྣང་སྐྱེ་གི་འདུག་དཔེ་མ་ཟད་ཞེད་སྣང་སྐྱེ་གི་འདུག་ཡིན་ན་ཡང་ངས་མ་བཟོ་ན་མི་གཞན་དག་ཅིག་གིས་བཟོ་ས་རེད། དེ་རིང་ཡང་མི་ཡག་པོ་བཟོས་ན་དང་ཡག་པོ་རེད་དེ་མང་ཆེ་བ་གི་ད་གིན་མི་སེར་སྤེལ་བའི་རིང་ལུགས་པ་དེ་ཚོ་གིས་བཟོ་ཤོར་ན། དེ་ནི་ང་སེམས་ཀྱི་བཟོད་གི་མི་འདུག།
ལོ་སོང་ཡོད།
བཀའ་འགྱུར་བརྒྱུད་ར་བྱེད། ད་དེ་དུས་ཁ་ན་ང་བཀའ་བཀྱོན་བཏང་མཁན་མང་པོ་འདུག་ཨ་ཁྱོད་བསྟུན་དུས་ཡིད་བཀའ་འགྱུར་བརྒྱུད་འདྲ་ཟེར། དེ་ངས་བསམ་ད་ད་ང་དང་ང་ཚོ་ནང་པར་བ། ནང་པ་ཅིག་མ་བསྒྱུར་ན། ནང་པ་མ་ཡིན་མཁན་དེ་ཚོས་ལམ་སང་བསྒྱུར་འགྲོ་ཟེར། ཚོང་གི་དོན་དག་དང་དཔལ་འབྱོར་གི་དོན་དག་དང་རེད་བ། དེ་འདྲ་བྱས་ན་ཁོ་ཚོས་ག་འདྲ་བསྒྱུར་གི་ཡོད་ཅེས་བཤད།
ཉེ་ཆར་བར་དུ་གློག་བརྙན་ཁ་ཤས་ཀྱིས་དེ་ཕལ་ཆེར་ང་རང་རང་གི་བསམ་བློ་ན་ག་རེ་ཡོད་པ་དེ་བརྗོད་ཡིན་མང་ཆེ་བ་གཞན་དག་ཚོ་ལྟ་མཁན་ཡོད་ན་ཡོད་མེད་ན་མེད་ཞི་དྲག་ཞི་དྲག་བསམ་བློ་མ་གཙང་བ་བྱས་ནས་ད་ཉེ་ཆར་གསར་པ་ཞིག་བཟོས་ཡོད་ད་དེ་དེ་ད་ཉེ་ཉེ་འགྲོ་མཁན་གང་ཟེར་ཕ་ཕ་རོལ་པོའི་བསམ་བློ་གཏད་སོ་མང་ཚིག་གཅིག་བཏང་བྱས་ནས་བཟོས་ཡོད། དེ་ནི་མ་བཏོན་རྒྱུ་རེད་བ།
ད་གཞི་ནས་བཏོན་ཡ་ཡིན།